ལྷན་རྒྱས་ཁང་ལྔ་སངས་ངམ་ཉིན་མོ་འདི་ཡིན་ལྷན་རྒྱས་ཀྱི་ཉི་མའི་འཕྲུལ་ཆས་ལས་ཐོན་སྲིད་པ་ཐོག་ཆ་ནང། ཨ། ཆུ་ཆུ་ཆུ་ཆུ་ད་རང་ཡིན་ན་ཅིག་ཐག་ཆོད་ལྷན་རྒྱས་གོང་མཁྱོ་ནས་མ་ཚོ། ཨ་ལས་ཁྲ་ཁྲིད་པའི་ལང་ཀ་གང་ཆུ་ཚོད་ཆད་ཁ་བྱ་ཆུ།

རྐང་མི་གཉིས་ཤིག་དགོས་པས་ཁོ་རང་ནང་རྒྱུན་ནང་ཕྱིར་ཤ། ཨ་ཉི་མོ་འདི་ཁ་གསང་པོ་ཡོད་རོགས་ཡང། ད་རང་ང་ཚོ་ཁྲལ་སྒྲིག་པ་ཞོག་ལས་སོང་ང་ཞུས་པས། ཨ་ཉི་ནས་ཁོ་རང་གིས་ཨོ་རྒན་དགོངས་དག་དགོངས་དག་ད་མགོ་ང་ཉལ་དུས་འཕྱི་བོ་བྱས་སོ་རྒྱུ་མཚན་ཞིག་རག་གསུང་གི་ཡོད། ཁོ་རང་གིས་རྡོ་སི་གཙང་པོ་དང་ངས་ང་ཚོའི་དབྱིན་ཇིའི་དགེ་རྒན་ཁྲི་ཉེ་རུ་བྱས་ཆོག་སྙེ་མ་ང་དབྱིན་ཇིའི་ལས་དེ་འགྲུལ་དམ་པ་རྒན་ལགས་ལ་ཟུང་ཁྲིད་ཉེ་འགའ་འགྲོ་དུས་ཙམ་པ་ཨ་ནི་རྒན་ལགས་ཟ་འགྲོ་དུས་རྐང་མི་བཅུ་ཞོག་ལས་སོང་ཨ་རྒན་ལགས་ཀྱིས་རང་ཞོག་ལས་སོང་ང་གསུང་གི་ཡོད་ངས་སྒོར་མོ་ཚོང་ཞུས་པས།

གྱི་ལག་སློབ་གསོ་ཡག་ཤོས་གཅིག་ངེས་དེ་སེམས་ནང་ཉེས་དེ་གི། རྗེས་ལ་ཡང་ཏག་ཏག་ང་སློབ་གྲྭ་གཅིག་ལ་ཡང་སྐད་ཆ་བཤད་ཡག་གུས་པ་རག་བྱུང་ཨ། ཨན་དུ་དུས་ཙམ་པ་ངས། ཁོ་ནང་ཚོ་ཆུ་ཚོད་བཞི་བ་རེད་གསུང་གི་ངས་གསུམ་དང་སྐར་མ་བཞི་བཅུ་བྷི་གས་གྲོ་ཁ་བྱས། བཞི་བ་སེམས། གས་མི་འདུག། བཞི་དང་སྐར་མ་བཅོ་ལྔ་ཟི་ནས་ལ་ཁ་ཤས་དེ་འདྲ་དགོ་ཙར་ལབ་ཀྱི་ཡ་མ་ཡོང་གི། ངས་འདྲ་བསམ་ཆུ་ཨ་ཙི་ད་དཔེ་ས་སོང་ནས་འོ་སྐད་ཅིག་གཉིས་ཉེས་ཙུ་ཙུ་ད་ང་ཁོང་ཁྲོ་ཟིག་མི་འདྲ་བསམ་ཆུ།

སྐར་མ་ཉི་ཤུ་བཅས་རྗེས་ནས་ཨ་ཁུ་བློ་དགེ་ལས་སུ་གྱེན་ལངས་དགོངས་མོལ་ཚོགས་བསགས། དེ་ནས་ང་དང་ཨ་ཁུ་བློ་དགེའི་ཞུ་སྒོ། ཁ་བ་བརྒྱབ་རྗེས་འབྲེལ་བ་བྱས་དུས་ཡང་ཨ་ཁུ་བློ་དགེ་ཟིག་རེད་གྱེན་ལངས་ང་ལམ་སང་ཡིན་ད་ལམ་སང་ཡིན་ད་ཟིག་རེད། ངས་ཨ་ཁུ་ལ་རྩེད་མོ་རྩེ་ཟིག་ཡོད། ཨ་ཁུ་རང་ལམ་སང་ལམ་སང་ལང་ཀ་གང་ལ་ཡོང་རྗེས་སང་ཉིན་རེ་བ་ཟིག་ཡོད།

སང་ཉིན་སང་ཉིན་ཟེར་བ་རྫོགས་རྒྱུ་མེད་ལབ་ན་ཤིང། ཨན་རྗེས་ལ་ཡང་ལས་ཀ་ཚང་མ་གཅིག་སྤུངས་ཡོང་ནས་མགོ་ལ་མེ་ཞོ་ནས་བསྲེག་ལོང་མི་འདུག་ཟེར་བའི་འོག་ཏེ་དེ་ཆགས་གྲོགས་ཆེ་གི་རུ་ངོ་ནས་ཁོ་རང་ཨན་ལས་ཀ་ཚང་མ་འདུག་མགོ་ཞིག་བསྐྱལ་ཡོང་གི་རོ་ཨ། བྱས་ཙང་བྱས་ད། ངའི་བསམ་པ། དགུ་སྤྲུལ་ཡིན་ནས་རེད་གྲོགས་པོ་ཡིན་ནས་རེད་གྲོགས་མོ་ཡིན་ནས་སུ་ཡིན་སྙིང་སྟོབས་ཁས་ལེན་པ་ཡིན་ནས། དུས་ཚོད་ཟོས་ཚར་དུས་བསམ་པ་ད་ག་རང་བྱེད་དགོས་རེད་བསམ་གི། ཡིད་ཆེས་ཆུ་ཚད་དྲུག་པ་ལ་ཁྲག་སྐྱེལ་རྒྱུ་བྱས་པས་ན་ཁྲག་སྐྱེལ།

དེ་རིང་ང་ཚོའི་ལེ་ཚན་ད་ག་མཇུག་བསྒྲིལ་སོང་ལྷན་རྒྱས་ཐོ་ཆད་ནའང། ཨོ་ཁྲ་ཁྲི་པ། ཁྱེད་རང་གིས་ངའི་བླ་མ་སྤྲད་མ་གནང་ལ་ངས་ཁོ་ན་ཚོར་དེ་རིང་གནས་ཚུལ་ཞུས་ཙང། གལ་སྲིད་ཁྱེད་རང་ང་བླ་མ་སྤྲད་ན་ཞུ་གོ་ལེ་ཚན་ནང་ཁྱེད་རང་ང་བླ་སྤྲད་མ་སོགས་ངས་ཁོ་ན་ཚོར་ཞུ་གི་མི་འདག་ཡང།